ལྷན་སྐྱེས་གཙང་མ་ལ་སྐུ་ཁམས་བཟང། ངག་དང་བ་དན་འགྲུབ། བདག་ཅག་གི་སྟོན་པ་སངས་རྒྱས་ཤཱཀྱ་ཐུབ་པ་ཁོང་འཛམ་བུ་གླིང་འདི་ཡི་ནང་ལོགས་ལ་ཕེབས་ནས་མཛད་པར་འཕྲིན་ལས་ཧ་ཅང་གི་མང་པོ་བསྐྱངས་ཡོད། དེའི་ནང་ལོགས་ནས་རྩ་ཆེ་ཤོས་རྣམ་པ་བཞིའི་ལས་ཀྱི་ཡོད། དེ་འབྲེལ་གྱི་མཛད་པར་འཕྲིན་ལས་རྩ་ཆེ་ཤོས་རྣམ་པ་བཞི་ལ་བརྟེན་ནས་དུས་ཆེན་ཡང་རྩ་ཆེན་པོ་རྣམ་པ་བཞིའི་ལས་ཀྱི་ཡོད། ད་དེ་རིང་ངེད་ཀྱི་མདུན་ནས་མ་དུས་ཆེན་རྩ་ཆེན་པོ་བཞི་ཡོད་པའི་ནང་ལོགས་ནས་ཆོས་འཁོར་དུས་ཆེན་གྱི་སྐོར་ལ་ཞུ་ཡས་ཡིན། དེ་ཡང་ཆོས་འཁོར་དུས་ཆེན་འདི་ཉིད་སླེབས་ལ་ཉེ་བ་ཡིན་པ་སོང་ཙང། བདག་ཅག་གི་སྟོན་པ་སངས་རྒྱས་ཤཱཀྱ་ཐུབ་པ་ཁོང་གིས། ཆོས་ཀྱི་འཁོར་ལོ་འདི་བསྐོར་ཚུལ་ག་འདྲ་ཡིན་མིན། སུ་ལ་བསྐོར་བ་ཡིན་མིན་ག་དུས་བསྐོར་བ་ཡིན་མིན། བསྐོར་ནས་དེ་ནས། དགྲ་བཅོམ་པ་ཐོག་མ་ཐོབ་མཁན་སུ་ཡིན་མིན་དང། དེ་ནས་ས་ཆ་ག་བ་ལ་བསྐོར་བ་ཡིན་མིན་དེ་ཚོ་ཚང་མ་ངས་རེ་རེ་བྱས་ནས་ཁྱེད་རྣམ་པ་ལ་ལོ་རྒྱུས་དང་འབྲེལ་ནས་ཁྱེད་རྣམ་པ་ལ་ཞུ་ཡས་ཀྱི་འབད་བརྩོན་བྱེད་ཀྱི་ཡིན་ཁྱེད་རྣམ་པ channel ལ་གསར་པ་ཡིན་ན Subscribe དང་བརྙན་ཐུང་འདི་རྣ་བར་འགྲོ་ན Like གནང་རོགས་ཀྱི་ཞུ་ཡས་ཡིན། བླ་སྲོག་བཀྲ་ཤིས་བདེ་ལེགས། བདག་ཅག་གི་སྟོན་པ་སངས་རྒྱས་ཤཱཀྱ་ཐུབ་པ་ཁོང་དགུང་ལོ་སུམ་ཅུ་སོ་ལྔ་ལ་ཕེབས་པའི་སྐབས་སུ་ས་ག་ཟླ་བའི་ཚེས་བ་བཅོ་ལྔ་གྱི་ཉིན་མོ་ལ། གནས་མཆོག་རྡོ་རྗེ་གདན་ལ་ཁོང་སངས་རྒྱས་པ་རེད། སངས་རྒྱས་པའི་སྐབས་སུ་དུས་ཚོད་ཟླ་དགའ་རང་ལ་ཁོང་གིས་ཐུགས་སྲས། སྤུན་དགའ་བོ་ཡང་འཁྲུངས་པ་རེད། ད་ཁོང་སངས་རྒྱས་ཚར་ནས་བདུན་ཕྲག་གཅིག་གི་རིང་ལ་ཁོང་སྐྱིལ་ཀྲུང་བྱས་ནས་མཉམ་བཞག་ལ་གནས་པ་རེད། ད་དེ་དུས་སྐབས་སུ་ལྷ་ཡུལ་ནས་ལྷ་གཉིས་སླེབས་པ་རེད། ལྷ་གཉིས་སླེབས་ནས་སངས་རྒྱས་ཤཱཀྱ་ཐུབ་པ་ལ་ག་རེ་ཞུས་པ་རེད་ཟེར་ན། ཁྱེད་ཀྱིས་ཐུགས་བརྩེ་བ་ཆེན་པོས་ཀྱི་སྒོ་ནས་འཇིག་རྟེན་འདི་ལ་གཟིགས་སུ་གསོལ། བདུད་རྩི་ལྟ་བུ་ཆོས་འདི་གནང་དུ་གསོལ་ལ་ནས་གསུང་དུ་གསོལ་ལ་ནས་ཡ་ཞུས་ཡོང་དུས་སྐབས་སུ་སངས་རྒྱས་ཤཱཀྱ་ཐུབ་པ་ཁོང་གིས་མ་གསན་ནས་དེ་ནི་ཆོས་མ་གསུངས་ནས་ད་དུང་བདུན་ཕྲག་གཅིག་གི་རིང་ལ་སྐྱིལ་ཀྲུང་གིས་བྱས་ནས་མཉམ་བཞག་ལ་གནས་པ་རེད། ད་གང་ལྟར་བདག་ཅག་གི་སྟོན་པ་སངས་རྒྱས་ཤཱཀྱ་ཐུབ་པ་ཁོང་བདུན་ཕྲག་གཉིས་ཀྱི་རིང་ལ་སྐྱིལ་ཀྲུང་གི་ཚུལ་དུ་མཉམ་བཞག་ལ་གནས་པ་རེད། སངས་རྒྱས་ཤཱཀྱ་ཐུབ་པ་ཁོང་སངས་རྒྱས་ནས་བདུན་ཕྲག་གསུམ་པའི་སྐབས་སུ་ཚོང་དཔོན་དགའ་མགོན་དང་ཚོང་དཔོན་བཟང་པོ་ཞེས་བྱ་བ་གཉིས་རྡོ་རྗེ་གདན་གྱི་ལམ་ཀ་ནས་ཡར་འགྲོ་བསྡད་པའི་སྐབས་སུ་སངས་རྒྱས་ཤཱཀྱ་ཐུབ་པ་ཁོང་མཇལ་བ་རེད། དེ་ནས་ཁོང་རྣམ་པ་གཉིས་ཀྱིས་སངས་རྒྱས་ལ་ཡར་ལ་དེ་ནས་སྦྲང་རྩི་དང་ཐུག་པ་ཡར་ཕུལ་བ་རེད། ད་དེ་དུས་སྐབས་སུ་སངས་རྒྱས་ཀྱིས་ག་རེ་དགོངས་པ་རེད་ཟེར་ན། འདས་པའི་སངས་རྒྱས་རྣམས་ཀྱིས་བསོད་སྙོམས་བཞེས་ཡོང་དུས་སྐབས་སུ་དེ་ནས་ལག་པ་གཉིས་མ་བྱས་ནས་བཞེས་ཡ་དང། དེས་མ་ཟད་ཨ་ནི་ཕོར་པ། ཕྱག་གཡོ་དང་རྙིང་པ་དང་སློང་མོ་སློང་བའི་གྱི་ཕོར་པ་སོགས་འདྲ་བོ་ནང་ལོགས་ལ་རྩ་ནས་བཞེས་མི་འདུག་ལྷུང་བཟེད་ནང་ལོགས་བཞེས་འདུག་ལ་ནས་དེ་འདྲས་དགོངས་པ་རེད་ད་དེ་འདྲས་དགོངས་མ་ཐག་ཏུ་དེ་ནས་ཕྱོགས་བཞི་གི་རྒྱལ་ཆེན་རེ་བཞི་ཕེབས་ནས་དེ་ནས་རིན་པོར་ཆེ་རིགས་བཞི་ལས་གྲུབ་པའི་ལྷུང་བཟེད་རྣམ་པ་བཞི་ཡ་ཕུལ་བ་རེད་ད་སངས་རྒྱས་ཤཱཀྱ་ཐུབ་པ་ཁོང་ལ་ལྷུང་བཟེད་གཅིག་མ་གཏོགས་དགོས་མ་རེད་ད་ད་རྒྱལ་ཆེན་རིགས་བཞི་གི་ལྷུང་བཟེད་བཞི་ཕུལ་ཡོང་དུས་སྐབས་སུ་གལ་སྲིད་གཅིག་གི་ལྷུང་བཟེད་ལེན་པ་ཡིན་ན་དེ་ནས་གཞན་པ་དེ་ཚོ་མ་དགའ་བ་དང་དེ་ནས་སེམས་པ་མ་སྐྱིད་པ་དེ་འདྲས་ཆགས་ཀྱི་རེད་དགོངས་ནས་ཁོང་གིས་དེ་ནས་ལྷུང་བཟེད་བཞི་ཀ་ཡ་ལེན་བཞག་པ་རེད། ལྷུང་བཟེད་བཞི་ཀ་ཡང་བཞེས་ཡོང་དུས་སྐབས་སུ་དེ་ནི་ལྷུང་བཟེད་བཞི་དེ་གཅིག་གི་ངོ་བོ་ལ་ཡང་འགྱུར་བ་རེད། དེ་ནི་སངས་རྒྱས་ཤཱཀྱ་ཐུབ་པ་ཁོང་གིས་དེའི་ནང་ལོགས་ལ་དེ་ནི་སྦྲང་རྩི་དང་ཐུག་པ་གཉིས་ཡང་བཞེས་པ་རེད། དེ་ནི་ཁོང་གིས་ཚོང་དཔོན་གཉིས་ལ་སྐྱབས་འགྲོ་དང་སྦྱིན་པ་ལ་རྗེས་སུ་ཡི་རང་བའི་ཆོས་གསུངས་བ་རེད། དེ་ནི་སངས་རྒྱས་ཤཱཀྱ་ཐུབ་པ་ཁོང་གིས་སྦྲང་རྩི་དང་ཐུག་པ་བཞེས་པ་ལ་བརྟེན་ནས་སྐུ་ལ་སྙུང་གཞི་ཕོག་པ་རེད་ད། ལུས་པོ་མ་བདེ་བ་ཆགས་ཡོང་དུས་སྐབས་སུ་དེ་དུས་སྐབས་སུ་དེ་ནི་བདུད་སྡིག་ཅན་འདི་ཚོས་གླས་ནས་སངས་རྒྱས་ལ་ག་རེ་ཞུས་པ་རེད་ཟེར་ན་ད་ཁྱེད་ཀྱིས་བླ་ན་མེད་པའི་བྱང་ཆུབ་ཀྱི་ལམ་མྱང་འདས་འདི་ཉིད་ཐོབ་ཚར་སོང། རྙེད་ཚར་སོང། ད་མྱ་ངན་ལས་འདའ་ཡས་ཀྱི་དུས་ཚོད་རེད་འདུག་ལ་ནི་ཡ། ཞུས་པ་རེད། ཡིན་ན་ཡང་སངས་རྒྱས་ཤཱཀྱ་ཐུབ་པ་ཁོང་གིས་ག་རེ་གསུངས་པ་རེད་ཟེར་ན། ངེད་ཀྱིས་ད་ལྟ་བར་དུ་འཁོར་རྣམ་པ་བཞི་ཡང་བསྟན་མེད་ལ། བླ་ན་མེད་པའི་བྱང་ཆུབ་ཀྱི་ལམ་འདི་ཡང་སུ་གང་ལ་བསྟན་མེད། ད་འདི་མ་བསྟན་པའི་བར་དུ། ང་མྱ་ངན་ལས་འདའ་གི་མེད་ལ་ནི་དེ་འདྲས་གསུངས་པ་རེད། གསུངས་པ་ལ་བརྟེན་ནས་ད་དུས་སྡིག་ཅན་འདོད་ཚོད་ཡང་མ་བདེ་བ་ཆགས་ནས་ཡལ་འགྲོ་བ་རེད། ད་དེ་དུས་སྐབས་སུ་ལྷ་ཡོངས་པོ་བརྒྱ་བྱིན་གྱི་སྨན་གྱི་ནང་ལོགས་ནས་མཆོག་ཏུ་གྱུར་པ་ཨ་རུ་ཁས་ལེན་ནས་སངས་རྒྱས་ལ་ཡར་ཕུལ་བ་རེད། སངས་རྒྱས་ཀྱིས་སྨན་འདི་བཞེས་ཡོང་དུས་སྐབས་སུ་དེ་ནི་སྙུང་གཞིའི་སྡང་བ་མ་ཟད། ད་དུང་ལུས་པོ་འདི་ཡང་སྔར་ལས་ཀྱང། བཟང་བ་བཅས་ཆགས་པ་རེད། བདུན་ཕྲག་བཞི་པའི་སྐབས་སུ། གནས་མཆོག་རྡོ་རྗེ་གདན་ལ་རླུང་འཚུབ་ཧ་ཅང་གི་ཤུགས་ཆེན་པོ་རྒྱ་ཡལ་དང་ཆར་པ་ཧ་ཅང་གི་ཤུགས་ཆེན་པོ་བབས་ཡོང་དུས་སྐབས་སུ། དེ་ནས་ཀླུ་ཡི་རྒྱལ་པོ་སྟག་ཟུང་གིས་བདག་ཅག་སྟོན་འབུལ་གྱི་སྐུ་ལ་མ་གནོད་པའི་ཕྱིར་དུ། དེ་ནས་ཁོང་གིས་བདག་ཅག་སྟོན་འབུལ་གྱི་སྐུ་ལ་དཀྲིས་ནས། དབུ་ཡི་ཐོག་ལ་གདན་ཁ་ལྟ་བུ་བྱས་ནས་བསྡད་པ་རེད། བདུན་ཕྲག་ལྔ་པའི་སྐབས་སུ། བདག་ཅག་གི་སྟོན་པ་སངས་རྒྱས་ཤཱཀྱ་ཐུབ་པ་ཁོང་རྡོ་རྗེ་གདན་གྱི་ཕྱོགས་སུ། རྟེན་འབྲེལ་བཅུ་གཉིས་ཀྱི་དོན་ལ་མཉམ་པར་བཞག་ནས་ད་བདུན་ཕྲག་གཅིག་གི་རིང་ལ་ཉི་མ་བདུན་གྱི་རིང་ལ་མཉམ་བཞག་ཏུ་གནས་པ་རེད། དེ་ནས་བདུན་ཕྲག་དྲུག་པའི་སྐབས་སུ་སངས་རྒྱས་ཤཱཀྱ་ཐུབ་པ་ཁོང་ཏིང་ངེ་འཛིན་ལས་ཡར་བཞེངས་ནས་མཉམ་གཞག་ལས་ཡར་ལྡང་ནས་ག་རེ་དགོངས་པ་རེད་ཟེར་ན་ནམ་རྒྱུན་ང་ཚོ་རྒྱ་ཆེན་སྒྲོལ་པའི་མདོ་ནང་ལོ་ཀླད་དེའི་ཚིགས་བཅད། ཟབ་ཞིའི་སྤྲོས་བྲལ་འོད་གསལ་འདུ་མ་བྱས། བདུད་རྩི་ལྟ་བུ་ཆོས་ཤིག་བདག་གིས་རྙེད། སུ་ལ་བསྟན་ཀྱང་གོ་བར་མི་ནུས་པས། མི་མ་ནག་ཐབས་དབྱིངས་སུ་གནས་པར་བྱ་ལ་ནི། ཚིག་རྐང་འདི་གསུངས་པ་རེད། དེ་དུས་སངས་རྒྱས་ཤཱཀྱ་ཐུབ་པ་ཁོང་གིས། དེ་ནི་ངེད་ཀྱིས་དཀའ་བ་མང་པོ་སྤྱད་ནས་རྟོགས་བྱ་ཁྱོད་ཀྱིས་ཆོས་འདི། ཚོགས་མང་པོ་བསགས་ནས་རྟོགས་བྱ་རྒྱུད་ཀྱི་དེ་འབྲེལ་གྱི་ཆོས་བདུད་རྩི་ལྟ་བུ་ཆོས་འདི་སུ་ལ་བསྟན་ན་ཡང་གོ་ས་མ་རེད། བསྟན་པའི་དབང་དུ་བཏང་ན་ཡང་དཀའ་ལས་ཙམ་རེད་འདུག་དེ་ལས་ཀྱང་སོ་སོ་གཅིག་པུ་མི་སྨྲ། ནི། དབེན་པའི་གནས་ལ་གནས་ན་ཡག་ས་རེད་ལ་ནི་དེ་འདྲས་དགོངས་པ་རེད། སངས་རྒྱས་ཤཱཀྱ་ཐུབ་པ་ཁོང་གིས་དེ་འདྲས་དགོངས་པ་དེ་ལྷ་ཚངས་པ་གྱིས་ཧ་གོ་བ་རེད། ལྷ་ཚངས་པ་གྱིས་ཧ་གོ་ནས་དེ་ནས་སངས་རྒྱས་ཤཱཀྱ་ཐུབ་པ་ཁོང་གི་མདུན་ལ་ཡར་བཅར་ནས་འཁོར་ལོ་རིང་པོར་བཅས་ཡར་ཕུད་ནས་ག་རེ་ཞུས་པ་རེད་ཟེར་ན། འདས་པའི་སངས་རྒྱས་རྣམས་ཀྱིས་འཇིག་རྟེན་འདི་ལ་ཕེབས་ནས་སེམས་ཅན་མང་པོ་ཅིག་ལ་ཆོས་གསུངས་ནས་ཆོས་ཀྱི་འཁོར་ལོ་བསྐོར་ནས་སེམས་ཅན་མང་པོ་ཅིག་ཐར་པའི་ལམ་ལ་བཀོད་འདུག་ཁྱེད་ཡང་བླ་ན་མེད་པའི་བྱང་ཆུབ་ཀྱི་ལམ་དེ་རྙེད་ནས་ད་སེམས་ཅན་མང་པོ་ཅིག་ལ་ཆོས་གསུང་རོགས་བྱེད་ལ་ནི་ཡར་བསྐུལ་མ་གནང་བ་རེད་བསྐུལ་མ་གནང་བ་རེད་དེ་ཡིན་ན་ཡང་སངས་རྒྱས་ཀྱི་ཞལ་གྱི་ཞལ་ཡོད་མ་རེད། ད་དུང་ལྷ་ཚངས་པ་གྱིས་ག་རེ་ཞུས་པ་རེད་ཟེར་ན། སེམས་ཅན་ལ་དབང་པོ་རབ་འབྲིང་ཐ་མ་གསུམ་ཡོད་པའི་ནང་ལོ་ནས་རེ་བ་སོ་སོ་སོ་སོ་དབང་པོ་དང་མཐུན་པའི་ཆོས་ཅིག་ཐོས་པ་ཡིན་ན། དེ་ནས་སོ་སོ་སོ་སོ་ལྟོགས་འགྲོ་གི་རེད་སོ་སོ་སོ་སོ་འཁོར་བ་ལས་གྲོལ་འགྲོ་གི་རེད་ལ་ནི་དེ་འདྲའི་ཡ་ཞུས་པ་རེད་ད་དེ་འདྲའི་མང་པོ་ཅིག་རེ་སྐུལ་གནང་བ་དང་སྐུལ་མ་མང་པོ་གནང་བ་ལ་བརྟེན་ནས་དེ་ནས་སངས་རྒྱས་ཤཱཀྱ་ཐུབ་པ་གིས་དེ་ནི་དམ་པའི་ཆོས་གསུང་ཨེ་འདི་ཞལ་གྱིས་བཞེས་པ་རེད། དེ་ནས་སངས་རྒྱས་ཤཱཀྱ་ཐུབ་པ་ཁོང་གིས། ད་སོ་སོ་ཀྱི་དགེ་བའི་བཤེས་གཉེན་དྲང་སྲོང་རྣམ་པ་གཉིས་ནི་བཞེངས་གཤེགས་ས་འདུག་ད་སུ་ལ་གསུང་དགོས་ཡོད་ན་ལ་ནི་དེ་འདྲའི་དགོངས་པའི་སྐབས་སུ་ཁོང་གིས། ཆོས་གྲོགས་འཁོར་ལྔ་སྡེ་བཟང་པོ་ལ་གསུང་དགོས་ས་རེད་ལ་ནི་དེ་འདྲས་དགོངས་པ་རེད། ད་འཁོར་ལྔ་སྡེ་བཟང་པོ་ལ་བསམ་བློ་བཏང་སོང་བ་ཡིན་ན་བདག་ཅག་གི་སྟོན་པ་ཁོང་ལོ་དྲུག་དཀའ་བ་སྤྱད་པའི་སྐབས་སུ་ཆོས་གྲོགས་ཡིན་པ་མ་ཟད་སངས་རྒྱས་ཤཱཀྱ་ཐུབ་པ་ཁོང་ལ་གུས་པ་ཆེན་པོ་དང་གུས་ཞབས་ཆེན་པོ་དང་དད་པ་ཆེན་པོ་ཡོད་པའི་གང་ཟག་ཅིག་ཆགས་ཀྱི་ཡོད་རེད། ད་སངས་རྒྱས་ཤཱཀྱ་ཐུབ་པ་ཁོང་གིས་མངོན་ཤེས་ཀྱིས་ད་འཁོར་ལྔ་སྡེ་བཟང་པོ་འདི་ག་བ་ལ་བསྡད་འདུག་ལ་ནི་དེ་འདྲས་བལྟ་ཡོང་དུས་སྐབས་སུ་གཟིགས་ཡོང་དུས་སྐབས་སུ། དེ་ནས་ཝཱ་ར་ཎཱ་སིའི་དྲང་སྲོང་ལྷུང་བ་རི་དྭགས་ཞེས་པའི་ནགས་ཚལ་འདི་ལ་སྒྲུབ་པ་ཉམས་ལེན་གནང་བསྡད་ཡོད་པ་འདི་སངས་རྒྱས་ཤཱཀྱ་ཐུབ་པ་གིས་གཟིགས་པ་རེད། དེ་ནས་བདུན་ཕྲག་བདུན་པ་ཡི་སྐབས་སུ་སངས་རྒྱས་ཁོང་དེ་ནས་གནས་མཆོག་རྡོ་རྗེ་གདན་ནས་ཝཱ་ར་ཎཱ་སི་ཀ་ཤི་ཝཱ་ར་ཎཱ་སི་ཀའི་ཕྱོགས་ལ་ཁོང་ཕེབས་པ་རེད། དྲང་སྲོང་ལྷུང་བ་རི་དྭགས་ཀྱི་ནགས་ཚལ་ནང་ལོགས་ལ་འཁོར་ལྔ་སྡེ་བཟང་པོ་འདི་ཉི་མ་གཅིག་བསྒོམ་ཉམས་ལེན་གནང་བསྡད་པའི་སྐབས་སུ་སྒྲུབ་པ་ཉམས་ལེན་གནང་བསྡད་པའི་སྐབས་སུ་ཐག་རིང་པོ་ནས་བདག་ཅག་སྟོན་པ་ཕེབས་ཀྱི་ཡོད་པ་འདི་ཁོང་རྣམ་པ་གིས་མཇལ་བ་རེད། ད་ཁོང་རྣམ་པ་ནང་ལོགས་ལ་ཁོང་ཚོ་ནང་ལོགས་ལ་ཐག་ག་རེ་བཅད་པ་རེད་ཟེར་ན། གཞོན་ནུ་དོན་གྲུབ་ཁོང་ལ་བསམ་བློ་བཏང་སོང་བ་ཡིན་ན། ལུས་ཀྱི་དཀའ་ཐུབ་སྤྱད་པའི་སྐབས་སུ་ལོ་དྲུག་དཀའ་བ་སྤྱད་པའི་སྐབས་སུ་ཁོང་གིས་དེ་ནི་ལུས་ཀྱི་དཀའ་ཐུབ་མ་སྤྱད་ནས་དེ་ནི་འོ་མ་འཐུང་ཡས་དང། ཤིང་ཏོག་ཟ་ཡས་དང་ད་དེ་འདྲས་ཀྱི་དམ་ཉམས་ཀྱི་ལས་ཀ་མང་པོ་ཅིག་ལས་ཡོད་རེད་དེ་ཡིན་དུས་སྐབས་སུ་ཁོང་དམ་ཉམས་རེད། ད་ཁོང་སླེབས་པའི་སྐབས་སུ་སུ་གང་གི་ཡར་ལངས་ཀྱི་མེད་དང་སུ་གང་གི་གདན་བཏིང་གི་མེད་དང་སུ་གང་གི་སྐད་ཆ་མ་ཤེས་ཡ་ལ་ནས་དེ་འདྲས་ཁོར་མངའ་སྡེ་བཟང་བོ་ནང་ལོགས་ལ་གྲོས་བསྡུར་བྱས་པ། ད་གྲོས་བསྡུར་བྱས་ཡོང་དུས་སྐབས་སུ། ད་ནི་སངས་རྒྱས་ཤཱཀྱ་ཐུབ་པ་ཁོང་ཐག་རིང་པོ་ནས་ཐག་ཉེ་རོ་ཉེ་རོ་ཉེ་རོ་སླེབས་ཡོང་དུས་སྐབས་སུ་སངས་རྒྱས་ཀྱི་གཟི་བརྗིད་ཀྱི་འོད་ཀྱིས་ད་ཁོང་ཚོ་བཟོད་མ་ཐུབ་ནས་དེ་ནི་གཅིག་གིས་ཡར་ལངས་ནས་གདན་འདི་ངས་དང་གཞན་པ་གཅིག་གིས་དེ་ནས་ཞབས་བཀྲུ་ཡས་དང་གཞན་པ་གཅིག་གིས་དེ་ནས་གདན་འདི་ལ་བཞུགས་སུ་གསོལ་ལ་ནི་གུས་ཞབས་དང་བཅས་པའི་སྒོ་ནས་གདན་འདྲེན་ཞུ་ཡ་དེ་འདྲས་མ་བྱས་རང་ནས་ཐུབ་བར། དེ་ནས་སངས་རྒྱས་ཤཱཀྱ་ཐུབ་པ་ཁོང་གདན་གྱི་ཐོག་ལ་ཡར་བཞུགས་ནས་འཁོར་ལྔ་སྟེ་བཟང་པོ་གྱི་ནང་ལོ་ནས་ཀུན་བྱེད་ཀོ་འདྲེ་ནི་ཡག་གིས་ག་རེ་ཞུས་པ་རེད་ཟེར་ན། ཁྱེད་དངོས་གནས་གཞན་དང་མ་འདྲ་བ་དེ་འདྲས་ཀྱི་གཟི་བརྗིད་ཆེན་པོ་དེ་འདྲས་ཀྱི་འོད་ཆེན་པོ་ག་འདྲས་ཆགས་པ་རེད་ལ་ནི་དེ་འདྲས་ཡར་བྲིས་པ་རེད། དྲི་ཡོང་དུས་སྐབས་སུ་སངས་རྒྱས་ཀྱིས་ག་རེ་གསུངས་པ་རེད་ཟེར་ན། ཉིད་ཀྱིས་འཁོར་བའི་སྡུག་བསྔལ་ལས་ཐར་བར་བྱེད་པའི་ལམ། བླ་ན་མེད་པའི་བྱང་ཆུབ་ཀྱི་ལམ་འདི་ཉིད་ཐོབ་ཚར་སོང་རྙེད་ཚར་སོང། དེ་འདྲིས་ཀྱི་ལམ་འདི་དབུ་མེད་ཀྱི་ལམ་ཅིག་རེད། འདོད་པ་བསོད་ཉམས་ཀྱི་མཐའ་དང་དཀའ་ཚེགས་ངལ་དུབ་ཀྱི་མཐའ་མཐའ་གཉིས་ལས་མ་ལྷུང་བའི་དེ་འདྲིས་ཀྱི་དབུ་མེད་ཀྱི་ལམ་འདི་དེ་རིང་ངེད་ཀྱིས་ཁྱེད་ཚོ་ལ་བསྟན་ག་ལེ་ཡིན་ལ་ནི་དེ་འདྲས་གསུངས་པ་རེད་གསུངས་མ་ཐག་ཏུ་དེ་ནས་འཁོར་ལྔ་སྡེ་བཟང་པོ་ཡར་ལངས་ནས་སངས་རྒྱས་ཤཱཀྱ་ཐུབ་པ་ལ་ཕྱག་གསུམ་འཚལ་བ་རེད། དེ་ནས་སངས་རྒྱས་ཤཱཀྱ་ཐུབ་པ་ཁོང་གིས། ཝཱ་ར་ན་སིའི་དྲང་སྲོང་ལུགས་མངའ་རིས་དག་གི་ནགས་ཚལ་ནང་ལོགས་ལ་འཁོར་ལྔ་སྟེ་བཟང་པོ་ལ་བདེན་བཞི་ཀྱི་ཆོས་འདི་ཐོག་མར་གསུངས་བ་རེད་བདེན་བཞི་ཀྱི་ཆོས་འདི་ཐོག་མར་བསྐོར་བ་རེད་ད། ད་དེ་དུས་སྐབས་སུ་སངས་རྒྱས་ཤཱཀྱ་ཐུབ་པ་ཁོང་གིས་བདེན་བཞི་ཀྱི་ཆོས་འདི་ཐེངས་གསུམ་བར་དུ་གསུངས་བ་རེད། ཐེངས་གསུམ་པ་ཀྱི་སྐབས་སུ། འཁོར་ལྔ་སྟེ་བཟང་པོ་ཀྱི་ནང་ལོགས་ནས་ཀུན་གཞི་ཀུན་དྲིན་ནི་ཡར་ལ་ཉམས་མྱོང་ཁྱད་པར་ཅན། ཚོར་བ་ཁྱད་པར་ཅན་གྱི་སྐད་ཡོང་དུས་སྐབས་སུ་སངས་རྒྱས་ཤཱཀྱ་ཐུབ་པ་ཀྱིས་ག་རེ་བྲིས་པ་རེད་ཟེར་ན། ཁྱོད་ཀྱིས་ཆོས་ཀུན་ཤེས་སམ་ལ་ནས་དེ་འདྲའི་ཀུན་ཤེས་ཀོ་འདྲེ་ནི་ཡ་ལ་དྲིས་པ་རེད་དེ་ནས་ཁོང་གིས་ཡ་ལན་ག་རེ་ཕུལ་བ་རེད་ཟེར་ན་ངེད་ཀྱིས་ཆོས་ཐམས་ཅད་ཤེས་སོ་ལ་ནས་དེ་འདྲའི་ཡ་ལན་ཕུལ་བ་རེད་ད་དེ་དུས་སྐབས་སུ། འཛམ་བུ་གླིང་འདི་ཡི་ནང་ལོགས་ལ་དགྲ་བཅོམ་པའི་གོ་འཕང་ཐོབ་ངེས་དགྲ་བཅོམ་པ་རྣམ་པ་གཉིས་མོ་དེ་ཡོག་མ་རེད་སངས་རྒྱས་ཤཱཀྱ་ཐུབ་པ་དང་ཀུན་ཤེས་ཀོ་འདྲེ་ནི་ཡ་ཁོང་རྣམ་པ་གཉིས་ཆགས་ཀྱི་ཡོག་རེད་ད་ཕྱིས་སུ་དེ་ནས་འཁོར་ལྔ་སྡེ་བཟང་པོ་ནང་ལོགས་ནས་འཁོར་བཞི་སྡེ་ཀྱིས་ཡང་དེ་ནས་བདེན་བཞི་ཀྱི་ཆོས་འདི་ལ་ཉམས་ལེན་བྱེད་ཡོང་དུས་སྐབས་སུ་སྒྲུབ་པ་ཉམས་ལེན་བྱེད་ཡོང་དུས་སྐབས་ཁོང་རྣམ་པ་ཡང་དེ་ནས་བདེན་པ་མཐོང་ནས་དགྲ་བཅོམ་པའི་གོ་འཕང་ཡང་ཡུན་རིང་པོ་རྗེས་མ་ལོན་པའི་རྗེས་ལ་དེ་ནི་ཐོབ་པ་རེད། སངས་རྒྱས་ཤཱཀྱ་ཐུབ་པ་ཁོང་གིས་འཁོར་ལྔ་སྟེ་བཟང་པོ་ལ་བདེན་བཞི་གི་ཆོས་གསུངས་པ་འདིས་བོད་ཚེས་ལ་བསམ་བློ་བཏང་སོང་བ་ཡིན་ན་བོད་ཟླ་དྲུག་པ་ཚེས་བ་བཞི་ལ་ཁེལ་གྱི་ཡོད་རེད། ད་ཁེལ་ཟུར་ལ་བསམ་བློ་བཏང་སོང་བ་ཡིན་ན་སངས་རྒྱས་ཤཱཀྱ་ཐུབ་པ་ཁོང་ས་ག་ཟླ་བ་ཚེས་བ་བཅོ་ལྔ་ལ་སངས་རྒྱས་ནས་དེའི་རྗེས་ལ་བདུན་ཕྲག་བདུན་གྱི་བར་དུ་ཆོས་གསུངས་ཡོད་མ་རེད་ཞག་བཞི་བཅུ་ཞེ་དགུ་གི་བར་དུ་ཆོས་གསུངས་ཡོད་མ་རེད་ད་ས་ག་ཟླ་བ་ཚེས་བ་བཅོ་ལྔ་ནས་ཞག་བཞི་བཅུ་ཞེ་དགུ་གི་བར་དུ། བདུན་དང་བདུན་གྱི་བར་དུ་བརྩིས་ན་དེ་ནི་བོན་བདག་འབྲུག་པ་ཚེ་བ་བཞི་ལ་ཏག་ཏག་ཁེལ་གྱི་ཡོད། ད་བོན་བདག་འབྲུག་པ་ཚེ་བ་བཞི་འདི་ཉིད་སངས་རྒྱས་ཤཱཀྱ་ཐུབ་པ་ཁོང་གིས། འཛམ་བུ་གླིང་འདི་ཡི་ནང་ལོགས་ལ། དེ་ནས་བླ་ན་མེད་པའི་ལམ། བྱང་ཆུབ་ཀྱི་ལམ། དེ་ནས་འཁོར་བའི་སྡུག་བསྔལ་རྒྱ་མཚོ་ལས་ཐར་བར་བྱེད་པའི་ལམ་བདེན་བཞི་གྱི་ཆོས་འདི་དག་ཐོག་མར་གསུངས་པའི་དུས་ཚོད་ཁྱད་པར་ཅན་ཅིག་ཆགས་ཀྱི་ཡོད་རེད། ང་ཚོ་གི་ལྷ་ཁང་དང་དགོན་པ་མང་ཆེ་བ་གྱི་ཐོག་ཁ་ལ། རི་དྭགས་འཁོར་ལོ་ཞེས་པའི་རི་མོ་དེ་མཇལ་ཡ་ཡོད་རེད། རི་མོ་དེ་གིས་ག་རེ་མཚོན་གྱི་ཡོད་རེད་ལ་ན། སངས་རྒྱས་ཀྱི་ཆོས་སྐོར་འདི་ཉིད་མཚོན་གྱི་ཡོད་རེད་ད་མཚོན་ཚུལ་ག་འདྲས་རེད་ཞུས་པ་ཡིན་ན། སངས་རྒྱས་ཤཱཀྱ་ཐུབ་པ་ཁོང་ཆོས་མ་གསུངས་ནས་བཞུགས་པའི་སྐབས་སུ་ལྷ་ཚངས་པ་ཕེབས་ནས་དེ་ནས་ལྷ་ཚངས་མ་གྱི་བསྐུར་མ་གནང་བའི་སྐབས་སུ་ཆོས་ཀྱི་འཁོར་ལོ་འཁོར་ལོ་ཅིག་ཡར་ཕུལ་བ་རེད་ད་འཁོར་ལོ་འདི་ག་རེ་མཚོན་གྱི་ཡོད་རེད་ལ་ནས་སངས་རྒྱས་ཤཱཀྱ་ཐུབ་པ་གྱི་གསུང་བྱ་རྒྱུད་ཀྱི་ཆོས་འདི་མཚོན་གྱི་ཡོད་རེད། འཁོར་ལོ་འདི་གི་གཡས་གཡོན་ལ་རི་དྭགས་གཉིས་ཀྱིས་ག་རེ་མཚོན་གྱི་ཡོད་རེད་ལ་ན་སངས་རྒྱས་ཤཱཀྱ་ཐུབ་པ་ཁོང་ལ་ལྷ་ཚངས་པ་གྱི་འཁོར་ལོ། ཡར་ཕུད་པའི་སྐབས་སུ་རི་དྭགས་གཉིས་སླེབས་པ་རེད་རི་དྭགས་གཉིས་ཀྱིས་དགའ་ཞིང་སྤྲོ་བའི་སྒང་ནས་འཁོར་ལོ་གྱི་རྩེ་ལ་རྟ་བསྡད་བ་རེད་ད་དེ་རྟ་བསྡད་ཡོང་དུས་སྐབས་སུ་རི་དྭགས་གཉིས་དེ་འདྲས་ཆགས་ཡོང་དུས་སྐབས་སུ་རི་དྭགས་གཉིས་དེ་གས་ག་རེ་མཚོན་གྱི་ཡོད་རེད་ལ་ནི་སངས་རྒྱས་ཤཱཀྱ་ཐུབ་དཔག་གིས་གསུང་བྱ་ཁྱོད་ཀྱིས་ཆོས་འདི་ལ་དགའ་ཞིང་སྤྲོ་བའི་སྒོ་ནས་འཇུག་མཁན་གདུལ་བྱ་ལ་ཐེག་པ་ཆེན་པོ་དང་ཐེག་པ་ཆུང་ཆུང་ལ་ནི་རྣམ་པ་གཉིས་སླེབས་ཀྱི་ཡོད་པ་ཅིག་མཚོན་གྱི་ཡོད་རེད། ད་དེ་ངེད་ཀྱི་ངོས་ནས་ཁྱེད་རྣམ་པ་ཚོ་ལ་དྲུག་པ་ཚེ་གཞིས་ཆོས་འཁོར་དུས་ཆེན་གྱི་ངོ་སྤྲོད་མདོར་བསྡུས་ཙམ་ཞིག་ཞུ་ཡས་ཀྱི་འབད་བརྩོན་བྱས་པ་ཡིན། ཁྱེད་རྣམ་པ་ལ་བསམ་འཆར་དང་དགོངས་འཆར་ག་འདྲའི་འདྲ་བོ་ཡོད་ན་ཡང་ཀ་མེན་ཐོག་ལ་བཀོད་གནང་རོགས་བྱས། དེ་ནས channel ལ་གསར་པ་ཡིན་ན Subscribe དང་བརྙན་ཐུང་འདི་རྣ་བར་འགྲོ་ན Like གནང་རོགས་བྱས་ཞུ་ཡ་ཡིན་བླ་སོ་ཐུགས་རྗེ་ཆེ།